གྲོགས་ལས་འགྱེད་སྐུ་ཁམས་བཟང། ད་ལྟ་ཁྱེད་རྣམ་པས་ཉི་གཞོན་གྱི་ས་ག་ཟླ་བའི་དམིགས་བསལ་གྱི་ལེ་ཚན་སྟོན་པའི་མཛད་རྣམ་ཀློག་འདོན་ཞུས་པ་དེ་གསན་བཞིན་པ་རེད། གཤམ་ལ་ཡང་གནས་བརྟན་གསེར་རིའི་དམ་ཡེ་བརྩམས་ཤིང་ངེས་དོན་རྒྱ་མཚོས་བོད་སྐད་ནང་བསྒྱུར་གནང་བའི། སྟོན་པའི་མཛད་རྣམ་གསལ་བའི་མེ་ལོང་ཞེས་པ་ཀློག་འདོན་ཞུ་གི་ཡིན་པས་རྣམ་པ་ལས་འགྱེད་ཚོ་ཐུགས་སྤྲོ་པོའི་ངང་གསན་རོགས་གནང། ལེའུ་ཉེར་ལྔ་པ། སློབ་མ་མཆོག་ཟུང་གཉིས། རྒྱལ་པོའི་ཁབ་ཀྱི་ཉེ་འཁྲིས་སུ། མིང་ལ་ཨུ་པ་ཏི་ས་དང། ཀོ་ལི་ཏཱ་ཟེར་བའི་གྲོང་གསེབ་གཉིས་ཡོད་ཅིང། གྲོང་གསེབ་དེའི་འགོ་དཔོན་རྣམ་པ་གཉིས་ཀྱི་མིང་ལ་ཡང་ཨུ་པ་ཏི་ས་དང་ཀོ་ལི་ཏཱ་ཟེར། ཁྱིམ་ཚང་དེ་གཉིས་ནི་ཧ་ཅང་གི་སེམས་ཐག་ཉེ་བའི་གྲོགས་པོ་བློས་ཐུབ་ཞིག་ཀྱང་ཡིན། ཉིན་གཅིག། ཨུ་པ་ཏི་ས་ཡི་ཆུང་མ་ས་རི་ལ་སྲས་གཅིག་འཁྲུངས་ཤིང། དེའི་ཉིན་ཏག་ཏག་དེར། ཀོ་ལི་ཏའི་ཆུང་མ། མོ་ག་ལི་ལ་ཡང་སྲས་གཅིག་འཁྲུངས། ཨུ་པ་ཏི་ས་ཡི་སྲས་ཀྱི་མཚན་ལ་ཡབ་ཀྱི་ཕྱག་ནི་ཨུ་པ་ཏི་ས་དང། མ་ཡུམ་ས་རི་ལ་འཁྲུངས་པའི་ཕྱག་ནི་ས་རི་བུ་ཞེས་ཀྱང་བཏགས། ཀོ་ལི་ཡ་ཏཱ་ཡི་སྲས་ཀྱི་མཚན་ལ་ཡང་ཡབ་ཀྱི་ཕྱག་ནི་ཀོ་ལི་ཏཱ་དང། མ་ཡུམ་མོ་ག་ལི་ལར་འཁྲུངས་པའི་ཕྱག་ནི་མའོ་གལ་གྱི་བུའམ་ཡང་ན་མོ་ག་ལ་ན་ཞེས་ཀྱང་བཏགས་པ་རེད། སྲས་དེ་གཉིས་ཆུང་བྱིས་པའི་དུས་ནས་བཟུང་ཧ་ཅང་གི་སྤུན་གྲོགས་མཛའ་ཞིང་མཐུན་པ་ཞིག་ཡིན་ལ། ནར་སོན་པ་ན་དུས་རྒྱུན་དུ་གཏམ་བརྗོད་དང་འཁྲབ་སྟོན་སོགས་ལ་གཟིགས་ནས་སྡོད་ཀྱི་ཡོད་པ་རེད། ཉིན་གཅིག། ལོ་ན་གཞོན་པའི་སྲས་སཱ་རིའི་བུ་དང་མོ་གལ་གྱི་བུ་གཉིས་ཀྱིས་མིང་ལ། Giraka Samaja། ཟེར་བ་དོན་དངོས་སུ་རིགས་ཡོད་དུས་སྟོན་སྐོར་གྱི་གཏམ་བརྗོད་ཟློས་གར་ཞིག་ལ་གཟིགས་བཞིན་པའི་སྐབས། ཁོང་གཉིས་ཀྱི་གཏམ་སྤྱོད་དང། འཁྲབ་སྟོན་ལ་བལྟས་བའི་བདེ་བ་ལས་ཀྱང། ཆེས་ལྷག་ཅིང་རྨད་དུ་བྱུང་བའི་བདེ་སྐྱིད་ཅིག་འཚོལ་བའི་ཕྱིར། ཁྱིམ་སྤངས་ཏེ་ཕེབས་རྒྱུའི་གྲོས་ཐག་བཅད་པ་རེད། དུས་སྐབས་དེར། རྒྱལ་པོའི་ཁབ་དང་ཐག་མི་རིང་བའི་ས་གནས་ཤིག་ན། མཚན་ལ། Sanjaya། ཟེར་བའི་ཆོས་ཀྱི་སློབ་དཔོན་སྙན་གྲགས་ཆེ་བ་ཞིག་བཞུགས་ཡོད་པར། མཛའ་ཞིང་མཐུན་པའི་མཆེད་གྲོགས་རྣམས་གཉིས་སློབ་དཔོན་དེའི་མདུན་དུ་བཅར་ནས། ཁོང་གི་སློབ་སྟོན་དང། དམ་ངག་ལ་ཉན་ནས་བཞུགས། དུས་ཡུན་ཅུང་ཙམ་ཕྱིན་རྗེས་ཁོང་ཉིད་སློབ་དཔོན་དེའི་དམ་ངག་གི་གླུ་ཡིས་མ་ཚིམས་པར་སློབ་དཔོན་གཞན་ཞིག་གི་མདུན་དུ་འགྲོ་འདོད་སྐྱེས་པ་རེད། རྒྱུ་མཚན་གང་ཡིན་ཞུས་པ་ཡིན་ན། ཁོང་རྣམ་གཉིས་ཀྱིས་སློབ་དཔོན་དེའི་ཐུགས་ལ་ཇི་ལྟར་མངའ་བ་དང། ཁོང་གིས་གང་གསུངས་པ་ལས་ལྷག་ཅིང་མཆོག་ཏུ་གྱུར་པ་སྟེ། འཆི་བ་མེད་པའི་གོ་འཕང་འཚོལ་དགོས་སྙམ་སྟེ་འདི་འདྲས་གསུངས་པ་རེད། ངེད་གཉིས་ཀྱིས་ནུས་ཤུགས་གང་ཡོད་ཀྱིས་ཐོས་བསམ་སློབ་གཉེར་དང། སྒོམ་གྱི་ཉམས་ལེན་ལ་གཞོལ་བར་མཛད་ནས་མི་ཚེའི་བདེན་པ་རྙེད་རྒྱུར་འབད་བརྩོན་ལྷོད་མེད་བྱེད་རྒྱུར་མ་ཟད། སུས་དངོས་ལ་བདེན་པ་མཐོང་ན་དེས་གཞན་ཕ་དེར་བསླབ་ཅིང་ཤེས་པར་བྱེད་དུ་བཅུག། ཅེས་བློ་ཐག་གཙང་བཅད་ཀྱི་དམ་བཅའ་བརྟན་པོ་བཞག་པ་རེད། ཞོགས་པ་ཞིག་ལ། ས་རིལ་བུ་རྒྱལ་པོའི་ཁབ་ཀྱི་ལམ་ཆེན་ཞིག་ཏུ་ཡོད་སྐབས། ཁོང་དང་རྒྱང་ཐག་ཅུང་རིང་བའི་མཚམས་ན་དྲང་སྲོང་ཞིག་གིས་ཁྱིམ་ཚང་རྣམས་ཀྱི་སྒོ་ནས་སྒོ་བརྒྱུད་དེ་བསོད་སྙོམས་ལ་ཕེབས་པ་མཐོང་བས། ཁོང་གིས་དྲང་སྲོང་དེར་མིག་གིས་འབུར་ཚུགས་སུ་བལྟས་པ་ན། དྲང་སྲོང་དེས་སྤྱོད་ལམ་གྱི་ཆ་ཐམས་ཅད་ཀྱིས་ཁོང་ལ་ཧ་ཅང་གི་སྤྲོ་སྣང་དང་དགའ་བདེ་ཞིག་སྦྱིན། གང་ལྟར། རང་ཉིད་ལ་ཆ་རྒྱུས་མེད་པའི་དྲང་སྲོང་དེར་ཡུལ་མི་རྣམས་ཀྱིས་ཁོང་ཚོའི་ཁང་ཁྱིམ་ནས་བཟའ་བཏུང་ཁྱེར་ཏེ། ཁོང་གི་ལྷུང་བཟེད་དུ་བླུག་གིན་འདུག་ཅིང། སྤྱོད་ལམ་སོགས་ཆ་གང་ཐད་ནས་ཁོང་ནི། ཇི་འདྲའི་ཡ་རབས་ཤིང་ཞི་ཞིང་དུལ་བའི་ཆེས་ཤིན་ཏུ་ནས་དང་བ་དྲན་པ་ཞིག་ཏུ་སྣང། མ་ཟད། དྲང་སྲོང་ཁོང་ས་རིལ་བུ་དང་ཐག་ཉེ་རུ་ཉེ་རུ་ཕྱིན་པ་ན། ཁོང་གི་ཞལ་ནས་གཞན་དང་མི་འདྲ་བའི་ཁྱད་ཆོས་ཤིག་དེ་དཔེར་ན། གཡའ་དག་ཅིང་སྒྲིབ་གཡོགས་བྲལ་བའི་མཁའ་དབྱིངས་འོག་ལྷིང་འཇགས་དང་དྭངས་གཙང་གི་མཚོ་མོ་འཁྱིལ་བ་ཇི་བཞིན། དེ་སྔོན་དྲང་སྲོང་སུ་གང་གི་ཞལ་ནས་ཀྱང་མཇལ་མྱོང་མེད་པའི་ཡང་དག་པའི་ཞི་བདེ་བག་ཕེབས་ཤིག་མཇལ་བས་དྲང་སྲོང་ཁོང་ལ་དམིགས་པའི་གུས་བཀུར་ཡིད་རངས་ཀྱི་བསམ་པ་དེ་ཡང་རྨད་དུ་བྱུང་བའི་ངོ་མཚར་དང་དད་སེམས་ཀྱི་ངོ་བོར་གྱུར་ཏེ་ཁོང་སུ་ཞིག་ཡིན་ནམ་ཞེས་ས་རིལ་བུ་རང་ཉིད་ཀྱིས་རང་ཉིད་ལ་ཁེར་ལབ་ཅིག་བྱས་པ་རེད། ད་དུང། ཁོང་གི་སེམས་སུ། དྲང་སྲོང་ཁོང་ནི་ཏན་ཏན་ཁོ་བོས་འཚོལ་བཞིན་པའི་འཆི་བ་མེད་པའི་ཐབས་ལམ་རྙེད་ཡོད་མཁན་ཞིག་གམ། ཡང་ན། འཆི་བ་མེད་པའི་གོ་འཕང་རྙེད་ཟིན་པའི་སློབ་དཔོན་ཞིག་གི་སློབ་མ་ཡིན་པ་ཐག་གིས་ཆོད། དེས་ན། ངས་ཁོང་གི་སློབ་དཔོན་དེ་སུ་ཞིག་ཡིན་མིན་ཤེས་འདོད་བྱུང། ཁོང་གི་རྗེས་སུ་འབྲངས་ན། དེའི་གདམས་ངག་གིས་ང་ཡང་དེ་ལྟར་བྱེད་ཐུབ་པར་ངེས། རྒྱུ་མཚན་དེའི་ཕྱིར་ན་ང་ངེས་པར་དུ་ཁོང་གི་རྗེས་སུ་ཕྱིན་ནས་འཆི་བ་མེད་པའི་གདམས་ངག་དེ་རྙེད་ཐུབ་པ་བྱེད་དགོས་དགོངས་པ་རེད། དྲང་སྲོང་དེས་དུད་ཁྱིམ་ཚང་མའི་མདུན་ནས་བསོད་སྙོམས་ཞུས་གྲུབ་སྟེ་གྲོང་ཁྱེར་གྱི་རྒྱལ་སྒོའི་ཕྱི་ལ་ཕེབས་པ་ན། ཤཱ་རིའི་བུ་དྲང་སྲོང་ཁོང་གི་མདུན་དུ་བཅར་ཏེ། སྤྱོད་ལམ་ཞི་ཞིང་དུལ་བའི་སྒོ་ནས་འདི་འདྲས་ཞུས་པ་རེད། དྲང་སྲོང་ལགས། ཁྱེད་ཀྱི་འགྲོ་འོང་གི་སྤྱོད་ལམ་ཐམས་ཅད་ཅི་འདྲའི་ཡིད་དུ་འོང་ཞིང། ཞལ་ནས་ཀྱང། འཛུམ་མདངས་དང་སྤྲོ་སྣང་གི་འོད་རླབས་མཆེད་བཞིན་འདུག། དེས་ན། ཁྱེད་ཀྱི་སློབ་དཔོན་སུ་ཞིག་ཡིན། སློབ་དཔོན་གྱི་མཚན་ལ་ཅི་ཞིག་ཞུ་བ་རེད། ཁྱེད་ཀྱི་སློབ་དཔོན་གྱི་གདམས་ངག་ནི་ཅི་ཞིག་ཡིན། ཞེས་དྲིས་པར། དྲང་སྲོང་དེས་སྤྲོ་སྣང་དང་བཅས་ཏེ་འདི་འདྲས་གསུངས་པ་རེད། སྤུན་ཟླ་ལགས། དེའི་སྐོར་ངས་ཁྱོད་ལ་ཞུས་ཆོག། རང་ཁྱིམ་དང་རྒྱལ་སྲིད་ཕྱིར་མའི་ཐལ་བ་བཞིན་རྒྱབ་ལ་བསྐྱུར་ཏེ། རབ་ཏུ་བྱུང་བའི་ཤཱཀྱའི་རིགས་ཀྱི་དགེ་སྦྱོང་ཆེན་པོ་དེ་ཉིད་ནི་ངའི་སློབ་དཔོན་ཆེན་པོ་ཡིན། ངས་ཀྱང་སློབ་དཔོན་ཁོང་གི་རྗེས་སུ་འབྲངས་ནས་ཁྱིམ་ཐབ་སྤངས་ཏེ་རབ་ཏུ་བྱུང་བ་ལགས། དེས་ན། ཁོ་བོས་རབ་བྱུང་བསྒྲུབས་ཏེ་ཁོང་གི་རྗེས་སུ་འབྲངས་ནས་ཉམས་ལེན་བྱེད་བཞིན་པ་འདི་སློབ་དཔོན་ཁོང་གི་གདམས་ངག་རེད་ཅེས་ལན་བཏབ་པ་རེད། དེ་ནས་ཤཱ་རིའི་བུའི་དགོངས་པར། གཅིག་བྱས་ན། སྤུན་གྲོགས་མོ་འགལ་གྱི་བུ་དང་ངེད་གཉིས་ཀྱི་དུས་ཡུན་རིང་བོའི་བར་འཚོལ་ཞིབ་བྱས་པའི་མི་ཚེའི་བདེན་པ་དེ་དེ་རིང། དྲང་སྲོང་འདིའི་སྐུ་མདུན་ནས་གོ་ཐུབ་རྒྱུ་རེད་སྙམ་ནས་སླར་ཡང་དེ་འདྲས་ཞུས་པ་རེད། འོ་ན། ཁོང་གི་གདམས་ངག་དེ་ཅི་ཞིག་ཡིན། ཁོང་གིས་གསུངས་པའི་ཆོས་ཀྱི་ཕུང་པོ་དེའང་ག་འདྲས་རེད། བདག་ལ་དེ་དག་ཤེས་འདོད་ཆེན་པོ་འདུག། ཅེས་བདག་དབང་དང་དོ་སྣང་ཆེན་པོས་འདི་ལྟར་དྲིས་པ་རེད། དྲང་སྲོང་དེས་ཁེངས་སྐྱུང་བའི་སྒོ་ནས་འདི་འདྲི་ཞུས་པ་རེད། ང་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་རབ་བྱུང་གི་སྡེར་ཞུགས་མ་ཐག་པའི་སར་ཞུགས་པ་ཞིག་ཡིན་སྟབས། ཁོང་གི་གདམས་ངག་ལ་ཉན་ནས་དུས་ཡུན་རིང་པོ་སོང་མེད། དེར་བརྟེན། ད་དུང་ངས་ཁོང་གི་གསུང་ཆོས་ཀྱི་སྐོར་ལ་ཞིབ་ཅིང་ཕྲ་བ་ཤེས་ཀྱི་མེད་པས། ངས་ཁྱོད་ལ་བརྗོད་ཚིག་ཉུང་ངུ་ཞིག་གི་ཐོག་ནས། འགྲེལ་བཤད་མཐིལ་ཕྱིན་བྱེད་ཐུབ་མི་འདུག་འོན་ཀྱང། ཁྱེད་ལ་དངོས་གནས་ཤེས་འདོད་ཡོད་ན་ངས་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་སྙིང་པོ་དེ་ཁྱེད་ལ་ཚིག་ཉུང་ངུ་ཞིག་གི་ཐོག་ནས་འགྲེལ་བཤད་ཞུས་ཆོག། ཅེས་ལན་བཏབ་པ་རེད། ཤ་རུས་བུས་མྱུར་སྟབས་ཀྱི་ངང་ནས་དེ་འགྲེལ་ཞུས་པ་རེད། ཕུན་ཚོགས་ལགས། ང་ལ་གོ་བ་ནི་ཆོས་ཀྱི་སྙིང་པོ་ཡིན་པ་ལས་ཚིག་མང་བས་ཅི་ཞིག་བྱ། དེ་འདྲ་ཡིན་དུས་ཁྱེད་ཀྱིས་ང་ལ་ཆོས་ཀྱི་སྙིང་པོ་དེ་གསུང་བར་ཞུ། ཞེས་ཞུས་པ་ན་དྲང་སོང་སྟེ། དེས་ན། ཁྱོད་ཀྱིས་ལེགས་པར་ཉོན་ཅིག་དང། ངས་ཁྱོད་ལ་བཤད་པར་བྱ། གསུངས་ནས་འདི་འདྲས་གསུངས་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་ནས། ཆོས་རྣམས་གང་དག་རྒྱུ་ལས་བྱུང་བ་དང། དེ་ཡི་རྒྱུ་དང་དེ་གོ་གང་ཡིན་པའང་དེ་བཞིན་གཤེགས་པ་ཉིད་ཀྱིས་བཀའ་སྩལ་ཏེ། དེ་སྐད་གསུང་བའི་ཚུལ་ཅན་དགེ་སྦྱོང་ཆེ། ཞེས་གསུངས་པས་ན། སངས་རྒྱས་བཅོམ་ལྡན་འདས་ཀྱི་གདམས་ངག་གི་སྙིང་པོ་ནི་འདི་ལགས་སོ། ཞེས་གསུངས་པ་རེད། ཤཱ་རིའི་བུ་ལ་དེ་ལྟར་གསུང་མཁན་གྱི་དྲང་སྲོང་ཁོང་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་འཁོར་ལོ་དང་པོ་བསྐོར་སའི་འཁོར་ལྔ་སྡེ་བཟང་པོའི་ཁྲོད་ཀྱི་གནས་བརྟན་རྟ་ཐུལ་ཞུ་བ་ཁོང་ཡིན། དེ་ལྟར་གནས་བརྟན་རྟ་ཐུལ་གྱིས་ཤཱ་རིའི་བུ་ལ་ཤོ་ལོ་ཀ་དེའི་ཚིག་རྐང་དང་པོ་གཉིས་གསུངས་པ་ན་ཤཱ་རིའི་བུ་ནི་ཧ་ཅང་གི་རྣམ་དཔྱོད་ལྡན་ཞིང་རིགས་རླབས་ཆེ་བར་བརྟེན་ཚིག་རྐང་ཐ་མ་གཉིས་ཀྱི་དོན་ཤུགས་ཀྱིས་རྟོགས་ཏེ་ཤོ་ལོ་ཀ་དེའི་དོན་ཡོངས་སུ་རྫོགས་པ་ཁོང་དུ་ཆུད་པ་རེད། མ་ཟད། ཁོང་གིས་ཆོས་རྣམས་ཀྱི་གནས་ལུགས་ཏེ། བྱུང་ཟིན་པ་དང། འབྱུང་བར་འགྱུར་བའི་དངོས་པོ་མཐའ་དག་འཇིག་པའི་ཆོས་ཅན་དུ་རྟོགས་ནས། ཡང་ཁོང་གི་གནས་བརྟན་རྟ་འདུལ་ལས་འདི་འདྲས་ཞུས་པ་རེད། གལ་སྲིད། ཁྱེད་ཀྱིས་རང་གི་སློབ་དཔོན་གྱི་མདུན་ནས་མན་ངག་འདི་ལ་བསླབས་ཤིང་ལེགས་པར་ཉམས་སུ་བླངས་ཡོད་ན། དེང་གི་དུས་ཁྱེད་ཀྱིས་མི་རྣམས་ཀྱི་སྐྱེས་པ་ནས་སྐྱེས་པའི་བར་འབད་ཀྱང་རྙེད་པར་དཀའ་བའི་འཆི་བ་མེད་པའི་གོ་འཕང་དང། སྡུག་བསྔལ་གྱི་ཕ་རོལ་ཏུ་སོན་པའི་བྱང་གྲོལ་གྱི་གོ་འཕང་མངོན་དུ་བྱས་ཡོད་པ་ཐག་གིས་ཆོད། ཅེས་ཞུས་ཤིང་གུས་ཞབས་ཆེན་པོའི་སྒོ་ནས་ཐུགས་རྗེ་ཆེ་ཞུས་ཏེ་ཕེབས་པ་རེད། ཤཱ་རིའི་བུ་དང་མོའུ་འགལ་གྱི་བུ་རྣམ་གཉིས་ཀྱིས་འཚོལ་བཞིན་པའི་ཐབས་ལམ་དེ་ཐོག་མར་ཤཱ་རིའི་བུ་ཡིས་རྙེད་པའི་རྨད་དུ་བྱུང་བའི་གཏམ་བཟང་དེ། རང་གི་སྤུན་གྲོགས་མོ་མགལ་གྱི་བུ་ལ་བཤད་པར་ཕེབས་ཏེ། ཁོང་མོ་མགལ་གྱི་བུའི་གམ་དུ་འབྱོར་ནས་གླེང་མོལ་གང་ཡང་མ་བྱས་པའི་སྔོན་དུ། མོ་མགལ་གྱི་བུས་འདི་འདྲས་ཞུས་པ་རེད། གཅེན་པོ་ལགས། ཁྱོད་ཀྱི་ཞལ་རས་ལས་དེ་འདྲའི་དྭངས་གསལ་འོད་སྣང་གི་རང་བཞིན་ཞིག་ཅིའི་ཕྱིར་འཕྲོ་བ་ལགས། དེའི་བྱུང་རྐྱེན་ནི་ཅི་ཞིག་རེད། ངེད་གཉིས་ཀྱིས་དུས་ཡུན་རིང་པོའི་བར་འཚོལ་བཞིན་པའི་མི་ཚེའི་བདེན་པ་ཁྱོད་ཀྱིས་རྙེད་པ་མ་ལགས་སམ། ཞེས་དྲིས་པས། དེ་ནས་ཤཱ་རིའི་བུས་དགའ་སྤྲོའི་འཛུམ་མདངས་རབ་ཏུ་རྒྱས་པའི་ངང། སྤུན་གྲོགས་ལགས། དེ་འདི་བྱིན་ལ། ངས་བདེན་པ་མཐོང་སོང། ཞེས་ལན་བཏབ་པར་མོ་མགལ་གྱི་བུས་ཤེས་འདོད་ཀྱི་དང་བ་ཆེན་པོའི་ཐོག་ནས། སྤུན་གྲོགས་ལགས། ཁྱོད་ཀྱིས་ཐབས་ལམ་གང་འདྲ་ཞིག་གི་ཐོག་ནས་བདེན་པ་རྙེད་པ་ལགས། ཞེས་དྲིས་པ་ན་ཤཱ་རིའི་བུས་རང་གི་མཆེད་གྲོགས་མོ་མགལ་གྱི་བུ་ལ་རང་ཉིད་ཀྱིས་བདེན་པ་ཇི་ལྟར་མཐོང་བའི་སྐོར་འགྲེལ་བཤད་བྱས་པས། མོ་མཁན་གྱི་བུས་ཀྱང་བདེན་པ་མཐོང་སྟེ་ཁོང་རྣམས་གཉིས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཅར་ནས་གསུང་ཆོས་ཀྱི་གདམས་པ་ཞུས་ཤིང། གདམས་ངག་གི་དོན་ཇི་ལྟ་བ་བཞིན་རྟོགས་པས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་རྣམས་གཉིས་དཀའ་ཚེགས་ཅི་ཡང་མེད་པའི་སྒོ་ནས་རབ་བྱུང་གྲུབ། རིང་པོར་མ་ཐོགས་པར་ཁོང་གཉིས་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མའི་མཆོག་ཟུང་དུ་གྱུར་ཅིང། ཤཱ་རིའི་བུ་ནི་ཤེས་རབ་ཅན་གྱི་མཆོག་དང། མོ་མགལ་གྱི་བུ་ནི་རྫུ་འཕྲུལ་དང་ལྡན་པས་མཆོག་ཏུ་ལུང་བསྟན་ཅིང་དབང་བསྐུར་བར་མཛད་པ་རེད། ལེའུ་ཉེར་དྲུག་པ། སངས་རྒྱས་ཀྱི་ཉིན་ཞག་ཕྲུགས་གཅིག་གི་མཛད་རིམ། སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རིམ་ནི་ཐུན་ལྔའི་ཁོངས་སུ་བགོ་འགྲེམས་བྱས་ཡོད། དང་པོ། སྔ་ཐུན། གཉིས་པ། ཕྱི་ཐུན། གསུམ་པ། གཟིགས་པ་དང་པོ། བཞི་པ། གཟིགས་པ་བར་པ། ལྔ་པ། གཟིགས་པ་ཐ་མ་བཅས་ཡིན། དང་པོ། སྔ་ཐུན། ཞོགས་པ་ཆུ་ཚོད་བཞི་པ་ནས་ཉིན་གུང་ཆུ་ཚོད་བཅུ་གཉིས་བར་ལ་སྔ་ཐུན་ཞེས་ཟེར། སངས་རྒྱས་བཅོམ་ལྡན་འདས་ཞོགས་པ་ཆུ་ཚོད་བཞི་པའི་ཐོག་གཟིམ་མལ་ལས་ཡར་བཞེངས་ཏེ་སྐུ་གཟུགས་ཁྲུས་བསྒྲུབས་མ་ཐག་བཞུགས་གདན་དུ་འཁོད་ནས་ཆུ་ཚོད་གཅིག་རིང་སྒོམ་ལ་བཞུགས། དེ་ནས་ཆུ་ཚོད་ལྔ་པ་ནས་དྲུག་པའི་བར་ཆུ་ཚོད་གཅིག་རིང་ཁོང་གིས་ཡེ་ཤེས་སྤྱན་གྱིས་འཛམ་གླིང་ཀུན་ཏུ་གཟིགས་ཞིབ་གནང་སྟེ། གྲོགས་དན་རྣམས་ཕན་པ་བསྒྲུབ་དགོས་པའི་གང་ཟག་ཡོད་མེད་ལ་གཟིགས་ཀྱིན་ཡོད། ཆུ་ཚོད་དྲུག་པའི་ཐོག་ངུར་སྨྲིག་གི་གནམ་ས་བཞེས་ཏེ། དགོན་པ་དང་ཐག་ཉེ་ཤོས་ཀྱི་གྲོང་ཚོའམ་གྲོང་ཁྱེར་ཁག་ཏུ་བསོད་སྙོམས་ལ་ཕེབས་ནས། ཕྱིར་རང་ཤག་ཏུ་བྱོན་ཏེ་བཞུགས་པའམ། ཡང་ན། གང་ཟག་གང་ཡང་རུང་བར་རྫ་བྲག་གི་སྐྱབས་སྦྱིན་ནམ་རོགས་དན་གནང་དགོས་པ་བྱུང་ཚེ། སངས་རྒྱས་མྱུར་སྟབས་ཀྱིས་རང་ཉིད་གཅིག་པུའམ་ཡང་ན་དགེ་འདུན་པ་ཁ་ཤས་དང་ལྷན་དུ་ཕེབས་ཀྱི་ཡོད་པ་རེད། སངས་རྒྱས་ཁྱིམ་ཚང་གཅིག་ནས་གཅིག་ཏུ་བརྒྱུད་དེ་བསོད་སྙོམས་ལ་ཕེབས་དུས་ཁོང་གིས་སྤྱན་ཟུང་གིས་ས་ལ་གཟིགས་ཤིང་ལྷུང་བཟེད་དུ་ཞལ་ཟས་གང་ཞིག་ཕུལ་ཡང། ལེགས་ཉེས་ཀྱི་བཞེད་བཟུང་ཅི་ཡང་མི་མཛད་པར་བཞེས་རྐྱང་གནང་གི་ཡོད། དེ་བཞིན་སངས་རྒྱས་བཅོམ་ལྡན་འདས་རང་གི་ཉན་ཐོས་རྣམས་དང་ལྷན་དུ་བསོད་སྙོམས་ལ་ཕེབས་སྐབས། ཉན་ཐོས་རྣམས་ཁོང་གི་སྐུ་རྒྱབ་ཏུ་བང་བསྒྲིགས་ཏེ་གྲལ་གཅིག་བྱས་ནས་ཕེབས་ཀྱི་ཡོད་པ་རེད། གལ་སྲིད་ཡུལ་མི་རེས་སངས་རྒྱས་དགུང་ཚིགས་སུ་གདན་འདྲེན་ཞུས་ན་ཁྱིམ་ཚང་དེར་ཕེབས་ནས་གུང་ཚིགས་བཞེས་གྲུབ་རྗེས་དེར་ཡོད་ཀྱི་སེར་སྐྱ་ཡོངས་ལ་བདེན་པ་བཞིའི་སྒོ་ནས་གསུང་ཆོས་ཀྱི་གདམས་པ་གནང་བཞིན་པ་མ་ཟད། སྐྱེ་བོ་གང་ཡང་རུང་བ་རེ་རབ་ཏུ་བྱུང་བར་འདོད་ནས་སངས་རྒྱས་བཅོམ་ལྡན་འདས་ལ་ཞུས་པ་ན། ཁོང་གིས་དེ་ཚོར་རབ་བྱུང་གི་སྡོམ་པ་ཡང་གནང་གི་ཡོད་པ་རེད། ཕྱི་ཐུན། ཉིན་གུང་ཆུ་ཚོད་བཅུ་གཉིས་ནས་དགོང་མོའི་ཆུ་ཚོད་དྲུག་པ་བར། ཉིན་གུང་ཆུ་ཚོད་བཅུ་གཉིས་ནས་དགོང་མོའི་ཆུ་ཚོད་དྲུག་པའི་བར། དུས་རྒྱུན་དགེ་འདུན་པ་རྣམས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཅར་ཏེ་དྲི་བ་དྲིས་ལན་གནང་བའི་དུས་ཚོད་ཡིན་པས། དེ་དུས། དགེ་འདུན་པ་རྣམས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་བཀའ་འདྲི་ཞུས་ཚེ། ཁོང་གིས་འདི་དོན་གྱི་དྲིས་ལན་གསུངས་ཤིང་སློབ་སྟོན་བཀའ་སློབ་གནང་སྟེ་སྒོམ་གྱི་སྐོར་ལ་བརྗོད་གཞི་ཡང་གསུང་གི་ཡོད་པ་རེད། སློབ་མ་རྣམས་ཕྱིར་ལོག་པ་ན། ཁོང་རང་ཤག་ནས་ངལ་གསོས་ཏེ་བཞུགས་ཤིང། ཡེ་ཤེས་ཅན་གྱིས་འཛམ་གླིང་ཀུན་ཏུ་གཟིགས་ནས་ཕན་པ་བསྒྲུབ་དགོས་སའི་གང་ཟག་ཡོད་མེད་ལ་གཟིགས་ཞིབ་མཛད་ནས་ཕན་པ་བསྒྲུབ་དགོས་ངེས་ཀྱི་གང་ཟག་རེ་གཟིགས་ཡོད་ན། ཁོང་དེའི་གམ་དུ་ཤར་མར་ཕེབས་ཀྱི་ཡོད་པ་རེད། དེ་ལྟར་མེད་ཚེ། གཟིམ་ཁང་ནས་ཕྱིར་བྱོན་ཏེ་ཡུལ་མི་སྟོང་ཕྲག་མང་པོས་སངས་རྒྱས་བཅོམ་ལྡན་འདས་འགུགས་འདོད་སའི་གསུང་ཆོས་ར་བར་བྱོན་ནས། མི་མང་ལ་གསུང་ཆོས་ཀྱི་གདམས་པ་གནང་བ་ན། དབང་པོ་མཆོག་ཏུ་གྱུར་པ་སྟེ་རབ་རྣམས་ཀྱིས་ཆོས་ཀྱི་དོན་རྟོགས་ཤིང། ཡིད་ལ་དེ་ཀ་སྐྱེས། དབང་པོ་འབྲིང་དག་ནི། ཤེས་རབ་ཀྱི་དགོངས་མཐོར་སྤེལ་ཞིང་དབང་པོ་ཐ་མ་རྣམས་ཀྱིས་ཀྱང་མི་ཤེས་པའི་རྨོངས་པ་བསལ་ཏེ་མདོར་ན་གསུང་གཅིག་ཉིད་དུ་གསུངས་ན་ཡང། དུ་མ་ཉིད་དུ་སོ་སོར་གོ་བ་དེ་མི་མི་རིང་ངོ་རེའི་སེམས་སུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ང་གཅིག་པོ་ལ་གསུང་གི་ཡོད་པ་མིན་ནམ་སྙམ་པའི་ཚོར་སྣང་ཐུན་མོང་མ་ཡིན་པ་སྟེར་གྱི་ཡོད་པ་རེད། གཟིགས་པ་དང་པོ། དགོང་མོའི་ཆུ་ཚོད་དྲུག་པ་ནས་མཚན་གྱི་ཆུ་ཚོད་བཅུ་པ་བར། དགོང་མོའི་ཆུ་ཚོད་དྲུག་པ་ནས་མཚན་གྱི་ཆུ་ཚོད་བཅུ་པའི་བར་དུ་དགེ་འདུན་མ་རྣམས་ཡང་བསྐྱར་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་ཕྱག་ནས་གསུང་ཆོས་ལ་ཉན་ཞིང། དོགས་པའི་གནས་ལ་གྲོགས་དོགས་གཅོད་ཕྱིར་སངས་རྒྱས་ལ་བཀའ་འདྲི་ཞུ་རྒྱུ་དང། གཞན་ཡང། དེ་དུས་མི་གཞན་པ་སངས་རྒྱས་ལ་མཇལ་བར་ཡོང་རྒྱུའི་གོ་སྐབས་ཡང་གནང་གི་ཡོད་པ་རེད། གཟིགས་པ་བར་པ། མཚན་གྱི་ཆུ་ཚོད་བཅུ་པ་ནས་ནམ་གུང་གི་ཆུ་ཚོད་གཉིས་པ་བར། མཚན་གྱི་ཆུ་ཚོད་བཅུ་བ་ནས་ནམ་གུང་གི་ཆུ་ཚོད་གཉིས་པའི་བར་ནི་ལྷ་དང་ལྷ་མོའི་ཚོགས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཅགས་ནས། བདེན་པའི་ཆོས་ཀྱི་གདམས་ངག་ཉན་པའི་སྐབས་ཡིན་ཡང་ང་ཚོའི་མིག་ཟུང་གིས་ནི་དེ་དག་མཐོང་བར་མི་ནུས་སོ། གཟིགས་པ་ཐ་མ། ནམ་གུང་གི་ཆུ་ཚོད་གཉིས་པ་ནས་ནམ་སྨད་ཀྱི་ཆུ་ཚོད་བཞི་བ་བར། ནམ་གུང་གི་ཆུ་ཚོད་གཉིས་པ་ནས་གསུམ་པའི་བར་དུ་སངས་རྒྱས་བཅོམ་ལྡན་འདས་ཡར་མར་དུ་ཞབས་བྱམས་ལ་ཕེབས་ཤིང་ཆུ་ཚོད་གསུམ་པ་ནས་བཞི་པའི་བར་གནས་ཟིན་གྱི་ཡོད། དེ་ནས་ཁོང་གཟིམས་མལ་ལས་ཡར་བཞེངས་མ་ཐག་ཡང་བསྐྱར་དེ་ལྟ་བུའི་ཉིན་ཞག་ཁྲུ་གཅིག་གི་མཛད་རིམ་རྣམས་སྐྱོང་བཞིན་པ་དེའོ། ང་ཚོས་སངས་རྒྱས་བཅོམ་ལྡན་འདས་ཉིན་གང་པོར་ཐུགས་བྲིས་ཡོད་པ་མཐོང་ཐུབ་ལ། དོན་དངོས་པོའི་གནས་ཚོད་དུའང་སངས་རྒྱས་ཀྱི་གསུང་ཆོས་གདམས་པ་གནང་འགོ་བཙུགས་པ་ནས་བཟུང་མི་ལོ་བཞི་ཅུ་ཞེ་ལྔའི་རིང་ཉིན་རེར་ཆུ་ཚོད་གཅིག་ཙམ་ལས་གནས་ཟིན་གྱི་མེད། ཉིན་རེའི་སྔ་ཐུན་གྱི་སྐབས་སུ་ཁོང་གིས་འཇིག་རྟེན་གྱི་ཁམས་ཡོངས་སུ་རྫོགས་པར་སྤྱན་གྱིས་གཡོ་བར་མཛད་དེ་ཚེ་དང་མུ་མཐའ་མེད་པའི་བྱམས་བརྩེ་ཡི་སྐྱེ་འགྲོ་གྲངས་མེད་པ་ལ་བདེ་སྐྱིད་དང་སྤྲོ་སྣང་སྦྱིན་ཞིང་བྱིན་གྱིས་རློབ་པར་མཛད། དེ་ལྟར་སངས་རྒྱས་དགུང་གྲངས་སུམ་ཅུ་སོ་ལྔའི་ཐོག་མངོན་པར་རྫོགས་པར་སངས་རྒྱས་ཤིང་དེ་ནས་བཟུང་མི་ལོ་བཞི་བཅུ་ཞེ་ལྔའི་རིང་ཆོས་ཀྱི་འཁོར་ལོ་རྒྱུན་མི་ཆད་བར་དུ་བསྐོར་ནས་མཐར་དགུང་གྲངས་བརྒྱད་ཅུ་ལ་ཕེབས་པ་ན་ཁོང་གི་རགས་པའི་ཕུང་པོ་དོར་ཏེ་སྐུ་མྱ་ངན་ལས་འདས་པ་རེད། མཛའ་ཐང་ལྡན་པའི་སེང་གེ་རྣམ་པ་ཚོ། དེ་རིང་གི་ཀློག་མཚམས་ད་ག་བཞག་གི་ཡིན་ང་ཚོ་སླར་ཡང་རྗེས་མའི་ལེ་ཚན་ནང་མཇལ་ཡོང། རྣམ་པ་ཚོས་མུ་མཐུད་འདུ་ཤེས་ཉིན་རེ་བཞིན་སངས་རྒྱས་ཀྱི་མཛད་རྣམ་གསན་ཞུ་བ་ཡིན་ན་ཉི་མ་ཉི་ཤུའི་རྗེས་ལ་ཡང་ཁྱེད་རང་གི་སངས་རྒྱས་ཀྱི་མཛད་རྣམ་ཡོངས་སུ་རྫོགས་པ་མཁྱེན་ཐུབ་ཀྱི་རེད་འོ་ཡ་ཐུགས་རྗེ་ཆེ་རྣམ་པ་ལས་ཀའི་ཚོས་བརྒྱུད་སྐུར་གནང་ཡས་ཁྲེལ་མ་བྱེད་རོགས་ང་ཚོ་སླར་ཡང་རྗེས་མའི་ལེ་ཚན་ནང་མཇལ་ཡོང་ཐུགས་རྗེ་ཆེ་དགེ་ལེགས་འཕེལ།